ཨ་ནེ་རང་བདག་གི་ཨ་ནེ་བླ་མ་རིན་པོ་ཆེ་རྒན་བློ་བཟང་རྒྱལ་མཚན་ལ་ད་ངས་ཨ་ནེ་བགྲོ་གླེང་གི་གོ་སྐབས་དེ་ལེན་གི་མིན་ཟེར་བགྲོ་གླེང་གི་བྱ་བ་ལ་འཇུག་གི་མིན་ཟེར། མི་འཇུག་གི་རྒྱུ་མཚན་ག་རེ་ཡོད་ཟེར་ན་ངས་ད་ལྟ་དྲིས་རྒྱག་རྒྱུ་དེ་མི་ཐམས་ཅད་ཀྱི་ཡོངས་གྲགས་ཀྱི་བློ་ཚོགས་འཕགས་པ་ལྟ་བུ་ཅིག་རེད་མེད་ཟེར། དེ་རེད་མེད་ཡིན་ཚར་ཀྱང་ལ་ཡང་ཨ་ནེ་ཐུགས་དགོངས་དཀྲུགས་ཡག་གི་རྒྱུ་མ་གཏོགས་འགྲོ་ས་མ་རེད་ཟེར་ངས་ཞུས།

དཔེར་ན། ཨ་ནི། སྔ་དགོང་ཕྱི་དགོང་གཉིས་ཀ་ག་འདྲི་ཅིག་འདོགས་པ་འཐུས་མི་འཐུས་མང་པོ་ཡོང་རྒྱུ་རེད་བ། དེའི་རྩ་སྐྱོང་ལ་གཞུང་ག་འདྲི་ཅིག་ལ་བགྲོ་གླེང་བྱེད་གི་ཡོད་ན། དེ་འདྲིའི་གཞུང་དེ་དང་འབྲེལ་བའི་ལུང་རིགས་ཀྱི་རྒྱབ་རྟེན་སྟེང་གི་རང་གི་འདོད་ཚུལ་གང་ཡོད་པ་དེ། དེ་ནི་ལྷུག་པོར་སྨྲས་པའི་སྒོ་ནས་སྲིད་སྐྱིད་རྒྱ་གཞུང་གི་གཞུང་དོན་གཏན་ལ་འབེབས་ཡག་དེ། སྟོན་པ་མཉམ་མེད་ཕྱག་རྒྱ་སེང་གེའི་དྲི་མ་མེད་པའི་རང་ལུགས་ཡིན་པ་མ་ཟད། རྗེ་འཇམ་དབྱངས་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཆེས་ཨ་ནི་ཁྱད་པར་དུ་འཕགས་པའི་གཞུང་ལས་ཅི་རིགས་དང། དེ་ག་རེར་ཟེར་ན་ཨ་ནི་སྲིབ་ཀྱིས་བརྡར་བའི་སའི་རྒྱུན་དུ་ལེགས་པར་བརྟགས་ལ་ང་ཡིས་ཀ་སྣང་བར་བྱས་ཡོད་གི་ཕྱིར་མིན་གསུངས་རེད། རྗེ་རིན་པོ་ཆེ་གིས་མཐར་རྟོགས་ན་དྲི་མ་མེད་པའི་རིག་པ་ཉིད་ལ། མཐར་རྟོགས་ན་དྲི་མ་མེད་པའི་རིག་པ་ཉིད་ཀྱིས་དབྱེ་དགོས་ཏེ་རིག་པ་དང་འགལ་བའི་གྲུབ་མཐའ་ཁས་ལེན་ན་སྨྲ་བ་པོ་ཚིམ་སྐྱེ་བར་མི་རུང་བའི་ཕྱིར་དང་ཟེར་ཡ་འོ་དེ་ཡང་རེད།

དེ་ཡིན་ཟེར་ཏེ་ག་རེ་བྱས་སོང་ཟེར་ན། ཨ་ནི། སྤྱིར་བཏང་དེང་སང་ཨ་ནི་བགྲོ་གླེང་གི་འགྲོ་སྟངས་ག་འདྲས་ཀྱི་ཡོད་རེད་ཟེར་ན། དེ་ནི་ཨ་ནི་མདོ་འཛིན་པ་དེ་རེད་བ། དེ་ནི། དཔྱད་གཏམ་བྱེད་མཁན་དང་བགྲོ་གླེང་པ་དེ་ཚོས་འགྲིག་པ་ལ་འགྲིག་སོང་ཟེར་ནས་བསྔགས་བརྗོད་དང་མ་འགྲིག་པ་ལ་འགྲིག་མ་སོང་ཟེར་ཡག་གི་ཨ་ནི་ཚར་གཅོད་ཡག་གི་ཐོབ་ཐང་ཡོད་རེད་ན་འོས་འགན་ཡང་ཡོད་རེད། དེའི་རྩ་དོན་ལ་ངས་སྐད་ཆ་དེ་རྣ་བར་འཇོག་གི་མེད་ན་ཡང། ང་ངེས་པར་དུ་ཆ་འཇོག་དགོས། དེའི་རྩ་དོན་ཁྱོད་འབྲེལ་མ་སོང་ཟེར་ནས་འབྲེལ་མ་སོང་ཟེར་ནས་བཀའ་གནང་མཁན་ཡིན་ཚ་དེ་བ་དེ་བཀའ་མ་གནང་བ་ཡིན་ན་རང་འགན་ཡར་བ་ཐོབ་སྟེ་དོལ་བའི་སྒོ་ནས་སྒྲིག་ལམ་ཞིག་པའི་ཉེས་པ་ཡོད་རེད། དེ་ནས་འབྲེལ་བདེ་བ་སུ་ཡོད་ན་བསྔགས་བརྗོད་བྱེད་དགོས་རེད། དེ་སྐྱེ་བོ་དེང་སང་གི་ནི་བགྲོ་གླེང་གི་འགྲོ་སྟངས་ཡིན་པ་ཙམ་དུ་མ་ཟད་པ་ཉིད་དང་པོ་ཕྱག་ལེན་དེ་ལྟར་ནི། བཏབ་པ་ཡིན་ཚར་དུས་ངོ་ལ་དེའི་རྒྱུན་མ་བཅོངས་ན་ཨ་ནི་དེ་ང་རང་ཚོ་གི་སྐད་ཆ་རྣ་བར་མ་འགྲོ་བ་ཙམ་གྱི་གནོང་ཤུགས་མཐུན་སྒྲིལ་གྱིས་བྱས་པ་ཡིན་ན་ཕར་ཆེར་བགྲོ་གླེང་འདི་འཇིག་པའི་སྔ་ལྟས་འཚོང་བར་ད་རེ་བ་འོ་དེ་ཡིན་ཚར་དུས་ངོ་ལ་ཨ་ནི་ད་དུང་ང་དོགས་པ་མང་པོ་སྐྱེ་གི་འདུག་ད་ཁ་སང་ང་ཚོ་གར་སོང་ན་ངའི་བཤད་སྟངས་དེ་མ་འགྲིག་པ་ཡིན་ན།

དེ་ནི་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་རྒན་བློ་བཟང་དགེ། དེ་ནས་ད་ད་ལྟ་རོང་བོ་གངས་ཅན་གྱི་ཨ་ནི་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་རྒན་ཆོས་གྲགས། ཁ་སང་རིན་པོ་ཆེ་གི་ཨ་ནི་ཁོང་རིགས་ཀྱི་དགེ་རྒན་ཡིན་གདན་འདྲེན་ཞུ་བ་ཡིན་ཏེ་རྒན་ཁོང་མ་སོང་ཟེར་ཡ། འོ་དེ་འདྲ་གསུངས། དེ་ལ་སོགས་པ་དེ་ནི་སེར་ཤུལ་གྱི་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་རྒན་ཨ་ནི་བཀྲ་སོགས། ཨ་ནི་འབུམ་སྙན་གྱི་ཨ་ནི་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་རྒན་ཚུལ་ཁྲིམས། དེ་ནས་ཀིརྟི་དགོན་པའི་ཨ་ནི་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་རྒན་ཨ་ནི་མཛོད་བརྩོན་འགྲུས་ལ་སོགས་པ་མང་པོ་ཅིག་འདིར་ངེས་པར་དུ་ཡོད་དགོས་ཡ་ལྟ་བུ་ཅིག་འདུག་དེ་མི་འདུག།

དེ་ནས་རྒན་ཕུན་ཚོགས་རྣམ་རྟོག་གིས་དུས་རྒྱུན་དུ་རྒན་ཁོང་རིག་གི་རང་བཞིན་དང་ཅུང་ཟད་མ་འདྲ་བ་ལྟ་བུའི་བཀའ་སློབ་ཅིག་གཏོང་སོང་སྟེ་དེ་སྤྱན་དྲངས་ཏེ། དུས་རྒྱུན་དུ་ཨ་ནི་བཀའ་ཐོག་པའི་དགེ་བའི་བཤེས་གཉེན་གྱི་ཚུལ་བ་ཡུལ་འདས་པ་ཨ་ནི་དེ་ནས་སྔོན་ནས་སྐད་ཆ་ག་རེ་བཤད་ན་ཨ་ནི་ཐད་ཀར་དྲང་པོ་གསུངས་བསྡད་མཁན་དེ་འདྲའི་དགེ་བའི་བཤེས་གཉེན་གྱི་ཡིན་ཚད་དུ་དེ་ལ་ང་བསམ་ཚུལ་ག་གེ་མེད།

དེ་ཡིན་ཚ་དུས་ང་ཚོ་ཡུན་བཅད་མི་ཉན་ཁོ་གར་སོན་ན་བཙོག་གཞི་བསྐྱོན་པའི་ཆགས་སོང་བ་ཡིན་ཚ་དུས་ད་ལྟ་ང་ཚོ་ཟླ་བ་གསུམ་གནས་མ་ཐུབ་ན་ཡང་ཟླ་བ་གཉིས་གནས་མི་ཐུབ་པའི་དགག་རྒྱ་རྩ་ནས་ཡོད་པ་རེད་དེ་གནས་ཐུབ་པ་ཡིན་ན་ང་ཚོ་བསམ་བློ་བཀོལ་ས་ག་རེ་རྙེད་གི་ཡོད་ཟེར་དུས་ཕར་ཆེར་བྱས་པ་ནས་བྱས་པ་ཉིད་ཡིན་ནོ་གསུངས་པ་ནང་བཞིན་ཕར་ཆེར་གསུངས་ཡག་དེ་རང་གི་འདུན་པས།

དེ་ནས་རྒན་ཕུན་ཚོགས་རྣམ་རོལ་གྱི་ཁ་ཚོན་དཔེར་ན། དེ་འདྲའི་སྐུལ་སློང་མཐའ་གཅིག་མཛད་དེ་མུ་གོ་བའི་དཔེ་ལ་ཨ་ནི་ཕྱུག་པོའི་སྤང་འདྲར་བཞག་ཟིན། དེ་རྩ་བ་ཉིད་ཐེག་མ། མི་འཐད་པའི་རྒྱུ་མཚན་ག་རེ་ཟེར་ན། ཕྱུག་པོའི་ཞག་གཅིག་སྤང་བ་དེའི་ཚེ་ན། རང་གི་མ་ཡིན་པར་ཕ་ཆོས་མི་དེ་ལ་ཞེ་སྡིག་མ་ནི་སྤྲེལ་སྒོག་རུས་དེ་མ་གཏོགས་ག་ལ་མ་སྤྲད་ན་དེ་མ་སྤངས་པ་རེད།

དགེ་ལྡན་པས་ཨ་ནི་རྒྱལ་ཡབ་སྲས་འཛོམས་ཏེ་ད་ལྟའི་བར་དུ་གཡག་ལེགས་པ་དོགས་མེད་ཀྱིས་ཟེར་གྱི་ཡོད་རེད་པ་ཟེར་ནས་ཐར་བ་དེ་ཕན་འདུག་དེའི་ཐར་བ་དེ་རྩ་བའི་ལན་འདེབས་རྒྱུ། དེའི་ལན་མི་འདེབས་རྒྱུ་དེ་ག་རེ་ཟེར་ན་དེ་ལྟར་ཕན་ཡོང་རྒྱུའི་ཐར་བ་དེ་གི་རྒྱབ་ལྗོངས་ལ་ཀུན་སློང་ལ་ཡག་པོ་ཡོད་རེད། དེ་ག་རེ་ཟེར་ན་དེ་འཇིགས་སྐུལ་ལྟ་བུའི་ཐར་བ།

སྦྱོང་བྱེད་སོགས་ཀྱི་ངེས་པར་དུ་ཤེས་དགོས་ཡ་དེ། འོ་ཡ། ངའི། ཉམས་མྱོང་གི་སྟེང་ནས་བསླབ་བྱ་སྤྱད་ཡིན། ང་རང་སོགས་འཇིག་རྟེན་ཆོས་ཀྱི་བློ་མ་གཏོང་བ་ཡིན་ཚ་དུས་འཇིག་རྟེན་ཆོས་ཀྱི་ཇི་སྲིད་བློ་གཏོང་མ་ཐུབ་པ་དེ་སྲིད་དུ་ང་རང་དེ་ལྟ་བུའི་གང་ཟག་ཡིན་པར་ངོ་ཤེས་བྱས་ནས་ཨ་ནི་དེ་འདྲིའི་འགྲོ་ལུགས་སུ་དགོས་པ་དེ་ཆོས་ཉིད།

དེ་ཡིན་ཙང་དེ་ང་ལ་འདི་ད་ལྟ་ཁ་རྒྱན་གྱི་མིག་གིས་དབྱར་ཟླ་བ་སོགས་ཁས་ལེན་དུ་མེད་ན་དབྱར་ཚུལ་མི་དེ་ཟེར་ཡག་གི་དམ་བཅའ་ལ་རེ་བ་གཏན་ནས་མེད། དེ་ད་ག་རང་ཡིན། དེ་ཡིན་ཙང་དེ་ང་ལ་དེ་ལ་ལུང་དང་རིགས་པའི་རྒྱབ་ལྗོངས་ཅན་གྱི་དགག་དབྱེ་དཀའ་སེ་སྤྲོ་ན་བདུད་རྩི་བཞིན་དུ་ལྷུང་རྒྱུ་ཡིན་ལ་ཨ་ནི་ཨུ་དུག་བཞིན་དུ་ལེན་གྱི་རེད་བ་འོ་དེ་མ་གཏོགས་གི་ལ་ཨ་ནི་ཚོགས་སྟངས་དེ་ཚོ་ལ་ད་དེ་རིང་ཕན་ཆད།